ལུས་སྲོག་ལོངས་སྤྱོད་བཏང་བ་དེ་ལ་ཡང་དུང་སེམས་མཉམ་སྐྱེ་དང། འདས་མཆོད་འབུལ་གྱི་ཐོག་ལ་ཡང་བཅག་པ་དང་སྙོམས་མདོ་ཞུ་ཡས་ལ་ཡང། ཕྱི་ཟླ་བདུན་པའི་ཚེས་གཉིས་ཀྱི་ཆུ་ཚོད་བདུན་དུ་ཕྱེད་ཀ་ཡས་མན་ཆེ་ང་ལེགས་འུན་གྲོལ་ནས་ནང་སླེབས་མ་ཐག་ལ་ཡང་ལེན་ཡོང་ཡང་འགོ་བཙུགས་སོང། དེ་དུས་ཐོག་མ་དེ་ངས་དེ་ས་གནས་གཞོན་ནུའི་ཚོགས་གཙོ་ལའི་འབྲེལ་པ་བྱེད་ཡིན་དེ་ག་ནང་བཞིན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ལ་འབྲེལ་པ་བྱེད་ཆེད་གནས་ཚུལ་རྒྱུས་ལོན་བྱེད་ཆེད་ཨ་ནི་གནས་ཚུལ་རག་བ་དང་ལམ་སང་ཕ། བོད་མི་སྒྲིག་འཛུགས་བཀའ་ཤག་རེད་དེ་ག་ནང་བཞིན་ཕོ་བྲང་ལ་སྙན་སེང་ཞུས་ཆེད་དེའི་རྗེས་ལ་ཡ་ཏོས་མ་གོ་ཚེ་ལ་ཨ་ནི་ཕོ་བྲང་ནས་དེའི་བྷ་གའི། སྤྱི་ཟླ། བདུན་པའི་ཚེས་གསུམ་རེས་གཟའ་པ་སངས་ཀྱི་ཞོ་གའི་མངའ་དབུ་ལ་ཡང་ཨ་ནི་ཕོ་བྲང་གི་དྲུང་ཆེ་རྣམ་པ་ཚོ་གིས། གོང་ས་མཆོག་ལ་ཡང་ཐུགས་སྨོན་གྱི་སྙན་གསན་ཞུ་རྒྱུ་གི་ཆ་རིས་དེ་འཇོག་བྱས་གསུང་ཡན་ལ་ཨ་ནི་གོང་ས་མཆོག་ལ་ཡང་ཐུགས་སྨོན་གྱི་སྙན་གསང་ཞུ་བའི་སྐབས་ལ་གོང་ས་ཆེན་པོ་མཆོག་ཐུགས་རྒྱུད་ཆེན་པོ་གི་ངང་ནས་ཐུགས་སྨོན་སྐྱབས་འཇུག་གནང་སོང་ཅེས་བྱེ་མ་ཀ་ཕེབས་སོང་དེ་ག་ནང་བཞིན་གི་བོད་རིགས་སྤྱི་མཐུན་ཚོགས་པའི་ཁ་ས་ད་ཚོགས་པའི་སྐད་འཕྲིན་བྱེད་རུ་འདིའི་ནང་ལ་ཡང་གོང་དུ་ངས་བོད་རིགས་སྤྱི་མཐུན་ཚོགས་པོ་ཚང་མ་ལ་ཡང་འབོད་སྐུལ་ཞུས་བྱས་གདུང་སེམས་མཉམ་སྐྱེད་ཀྱི་ལོངས་སྤྱོད་ནས་ཁྱེད་རང་ཚོ་གི་གནང་དགོས་ཡ་དེ་གས་གནང་རོགས་གནང་ཅེས་བྱས་ཞུས་པ་ནང་བཞིན་ས་གནས་ཚང་མ་ནས་དངོས་གནས་ཅིག་ལམ་སང་ཚ་ཚ་འུར་འུར་བྱས་བྱས་མཆོད་འབུལ་མ་ལམ་གནང་ཡས་རེད་དེ་ག་ན་བཞིན་ད་ལྟ་བདག་ངས་སྐད་ཆ་བཤད་བསྡད་པའི་སྐབས་ལ་ཡ་ས་ནའི་ག་བ་ག་ས་ནས་ཨ་ནི་ལས་འགུལ་བརྩམས་དང་བརྩམས་བཞིན་པ་ཅིག་ཡིན་དུས་ད་ཁོ་ནང་གི་ད་ལྟའི་བོད་རྒྱལ་ཁབ་དང་མི་རིགས་དོན་དུ་བློས་གཏོང་གནང་བ་དེ་ལ་དངོས་གནས་ཅིག་ང་ཚོ་འགག་རྩ་ཐུག་དུས་བོད་མི་ཚང་མ་དངོས་གནས་མདོག་གཅིག་ལ་བསྒྲིགས་བྱས་དོན་ཡོང་བྱས། ཚོར་བ་ཆེན་པོས་ཀྱི་སྒང་ནས་གནང་བ་དེ་ལ་ངས་བསྔགས་བརྗོད་དང་ཐུགས་རྗེ་ཆེ་ཆེན་ཞུ་ཡ་ཡིན། དེ་ག་ནང་བཞིན་ད་ངས་ད་ངའི་གོང་དུ་དེ་ང་རང་ཚོ་གཞུང་འབྲེལ་གྱི་དེ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་གྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་འཁྲུངས་སྐར་གྱི་ག་ས་མཛད་སྒོའི་སྐབས་ལས་ཡ་གཏམ་བཤད་རོབ་ཚོ་བྱས་པའི་ནང་ལས་ཞུ་ཡ་དེ་ག་རང་ཡིན། ཁོ་ནང་གི་ད་ལྟ་དེ་དམ་པ་ཁོ་ནང་གི་ཞལ་མཇལ་ནང་ལ་གསུང་བ་ནང་བཞིན་རེད། ང་རང་ཚོ་ད་མདོ་དབུས་ཁམས་གསུམ། ག་ས་ཆོལ་ཁ་ཡས་མས་ཆོས་ལུགས་ཡས་མས་ཀྱི་ཐོག་ནས་རྡོག་རྩ་ཆིག་སྒྲིལ་བྱས་དགོས་འདུག་གསུངས་ཨ་ནི་ནང་བཞིན་ཨ་ནི་ཕོ་བྲང་གི་དྲུང་ཆེ་རྣམ་པ་ཚོ་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་སྨོན་གྱི་སྙན་གསང་ཞུས་པས་འདིའི་ནང་ལས་དེ་གང་ན་ཞུས་བཞག་ནུས་པ་མཉམ་པོ་ངོ་ཐོག་ནས་ཨ་ནི་ཁོ་རང་གིས་དེ་འདྲའི་བཀའ་ཆེམས་བཞག་པ་དང་ཨ་ནི་བོད་ཀྱི་རྒྱལ་དར་མཁའ་དབྱིངས་འདིར་བསྒྲེངས་ཆེད་ཨ་ནི་སྐུ་ལུས་མེ་མཆོད་ཕུལ་བ་དེ་ཆགས་བསྡད་ཡོད་དུས་ད་ང་ཚོ་ཚང་མས་ཀྱིས་དངོས་གནས་ད་ལྟ་ཚང་མས་ཀྱིས། ཅིག་ཕྱི་བས་ཀྱི་དེ་ལ་སེམས་ཀུན་སྣང་བྱེད་ད་ལྟ་ཚ་ཚ་འུར་འུར་རོལ་དུ་མུ་མཐུད་བཅས་ཨ་ནི་ང་ཚོས་སྐུ་ལས་སྐྱོན་དགོས་དེ་གལ་ཆེན་པོ་རེད་ཅེས་བཅས་ཞུས་པ་དང་ཆབས་ཅིག་ཨ་ནི་ངས་གོང་དུ་ཏང་གིས་གཏམ་ཤན་ནང་བྱས་པ་ནི་ཞིག་རེད། ཕྱོགས་གཞན་དག་བྱས་ནས་བལྟས་པས་ན་རྒྱ་ནག་གི་གདུག་རྩུབ་ཀྱི་སྲིད་ཇུས་འདི་ད་ལོ་ངོ་བདུན་ཅུ་དོན་དྲུག་འགྲོ་ཡོད་ནས་ང་རང་ཚོ་བོད་མི་དམངས། གཞིས་ལུས་བོད་མའི་མི་དམངས། བློ་འགྱུར་ཐུག་ཡོད་པ་མ་རེད། འདི་ང་རང་ཚོའི་སྙིང་སྟོབས་ང་རང་ཚོ་གི་གར་སོ་གོ་རེད་ད་སྙིང་སྟོབས་ཞུམ་པ་མེད་པ་དེ་གསལ་བོ་སྟོན་དགོས་རེད་དེ་ཡིན་དུས་མུ་མཐུད་ནས་ང་ཚོའི་བོད་པའི་གི་སྙིང་སྟོབས་དེ་གནས་གི་རེད་རྒྱ་ནག་གི་ང་ཚོ་ལ་གདུག་རྩུབ་དེ་གམ་བྱས་དགོས་བ་དེ་ད་རྒྱ་ནག་གི་ད་ལྟ་ང་རང་ཚོ་བདེན་ཚིག་སྨོན་ལམ་ནང་ལ་ཡོད་པ་ནས་ཞིག་རེད་ཉོན་མོངས་དོན་གྱི་སྨྱོས་པའི་ནི་ལང་སྤྱོད་ཀྱི་རང་གཞན་གཉིས་སྤུངས་ཀྱི་ལས་ཀྱིས་ཡིན་པ་དེ་ད་འཛམ་བུ་གླིང་ཚང་མ་གི་གསལ་བོ་ཤིང་བསྡད་ཡོད་རེད་དེ་ཡིན་དུས་ད་ངས་ཐང་གི་སྐད་ཆ་བཤད་པ་ན་ཞིག་རེད་ང་ཚོའི་བོད་པའི་གི་ད་ལྟའི་གི་སྙིང་སྟོབས་དང་ང་ཚོའི་གི་དྲང་བདེན་གི་འཐབ་རྩོད་དེ་ལ་ཕྱི་མི་གི་ང་ཚོ་ལ་གདེང་འཇོག་ཅིག་བྱས་ཡོང་གི་འདུག་ཕྱི་མི་ཙམ་མར་རྒྱ་རིགས་ནང་ནས་གདེང་འཇོག་བྱས་ཡོང་གི་འདུག་ད་ལྟ་རྒྱ་རིགས་གི་ག་ཤེད་གི་ང་ཚོའི་ངེད་ཅག་དམངས་གཙོ་གི་འོས་འདེམས་བྱས་པའི་གི་རྩོམ་དེ་ག་ན་ཞིག་ད་ལྟ་དཔའ་བོ་ཤློ་ཀ་རང་བཙན་ལགས་ཀྱིས་རང་ལུས་མེར་སྲེག་བཏང་ཚར་བའི་རྗེས་ལ་རྩོམ་དེ་ཚོ་གཟིགས་འོས་ན་ང་ཁོང་ཚོ་ཡིན་པའི་ནས་ང་ཚོ་བོད་པ་ལ་ཡ་རེ་བ་ཅིག་རྒྱག་ཡོང་གི་འདུག་དེ་ཡིན་དུས་ང་ཚོ་ཞུམ་གོ་ཡས་མི་འདུག་དངོས་གནས་ད་ལྟའི་ད་འཛམ་བུ་གླིང་གི་དེ་འདྲའི་དྲང་བདེན་དང་བཟང་སྤྱོད་ཀྱི་ཕོངས་བས་ཀྱི་དུས་ཚོད་དེ་འདའི་རྗེས་ལ་ང་ཚོས་ཀྱི་རྒྱ་བ་དོན་གྱི་ད་གོ་གི་དགོངས་བཞེད་ལམ་བསྟན་བྱ་བ་ཕུགས་མི་དེ་ག་ང་ཚོ་འགྲོ་ཐུབ་འོས་ན་ཏན་ཏན་ང་རང་ཚོ་མི་རིགས་རེད་རྒྱལ་ཁབ་ཙམ་མ་རེད་འཛམ་བུ་གླིང་སྤྱི་ལ་ཡ་ཕན་ཐོག་འོས་ཀྱི་ཕྱག་ལས་གནང་ཐུབ་ཀྱི། ལམ་ལ་མ་སོན་བསྟན་བཞག་འདུག་དེ་ཡིན་དུས་ད་འདི་ཡིན་ནས་སྙིང་རུས་བཅངས་ཆེད་ང་ཚོས་ཤུགས་རྒྱག་དགོས་གལ་ཆེན་པོ་རེད་འདུག་ཅེས་བཅས་དེ་འད་ཅེས་ཞུས་པའི་ཐོག་ནས་ཨ་ནི་ད་འདི་དེ་ད་བོད་མི་སྒྲིག་འཛུགས་ངོ་ཅོག་ནས་ཡིན་པའི་ན་ཁེ་སང་འདི་གོང་ས་ག་ཚ་གོང་སྲིད་སྐྱོང་མཆོག་གིས་ཨ་ནི་ད་དུས་ས་གནས་ལ་ཡང་ང་རང་ཚོ་དཔལ་ལྡན་བདེ་སྲུང་བཀའ་ལན་ཞུ་བ་ཡིན་དུས་བཀའ་གནང་བྱས་ཏེ་ཨ་ནི་མི་མང་གིས་དེ་ག་ཚ་མཆོད་འབུལ་ཡོད་ནི་རེད་ལི་གུའི་དེ་ལས་ཅག་བྱས་གདུང་སེམས་མཉམ་སྐྱེད་ཕལ་བོ་རེད་བྱས་བྱས་ཁ་སང་བདེ་སྲུང་བཀའ་བློན་མཆོག་གིས་བཀའ་སློབ་གནང་བ་དེ་ཚང་མས་གསན་ཡོད་ཤག་རེད་དེའི་ནང་ལས་གསལ་པོ་ཡོད་རེད་ད་འདྲ་བདེ་སྲུང་བཀའ་བློན་གྱི་གསུང་བཤད་ཅིག་དེ་ང་རང་ཚོ་བོད་པ་ཚོ་གི་དངོས་གནས་ཅིག་ཕྱག་ལས་གནང་ཆེད་ནུས་པ་གང་ཚང་ཐོན་ཡོང་དུས་རྒྱ་གུང་ཁྲན་གྱི་ག་རེ་འབད་བརྩོན་བྱེད་དགོས་ལ་ན་ང་ཚོའི་ནུས་པ་ཉམས་ཆག་བཏང་ཡ་ད་འདའ་བ་དུ་བྱས་དེར་དེ་དོན་དག་སོན་གི་ཡོད་མ་རེད་ཡིན་པ་ནི་ཏན་ཏན་འབད་བརྩོན་བྱེད་སྲིད་པ་རེད་འདི་ལས་ཐུགས་གཟབ་གནང་རོགས་གནང་ཞེས་བྱས་དེ་དང་སྙོམས་དོ་ཨ་ནི་དབུས་བོད་མི་སྒྲིག་འཛུགས་ངོ་ཅོག་ནས་ད་འདའ་བསྡད་ད་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཆེད་དུ་གཞུང་འབྲེལ་གྱི་མཆོད་འབུལ་སྨོན་ལམ་བྱས་པ་དང་སྙོམས་དོ་ཨ་འདས་དཔའ་བརྟན་སྲིད་སྐྱོང་མཆོག་གི་མཚན་ཐོག་ནས་བསྒྲགས་གཏམ་དབྱིན་ཇི་ན་ཡོད་པ་དེ་ངས་མ་བྱ་ལོག་ཞུས་ཆོག་པ་བྱེད་ཅེས་ཞུ་ཡ་ཡིན།

Twenty Twenty Six སྐུ་ངོ་དཔལ་ལྡན་སྲིད་སྐྱོང་མཆོག་གིས་དབྱིན་ཇི་ནང་ལས་ཡ་བསྒྲགས་གཏམ་དེའི་སྒྲོགས་སྦྱང་ཞུས་ཆགས་རིང་དེ་དང་མཉམ་དུ་ཨ་ནི་ང་ཚིག་གཉིས་ཅིག་ཞུས་ཆོག་པ་ཅི་ད་ཆ་ང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཡིན་ཟེར་ན་རྒྱལ་ཁབ་གཉིས་ནང་ལས་ཡ་འགན་ཆགས་བསྡད་ཡོད་རེད་ཨ་རིའི་ནང་ལས་ཡིན་ཟེར་ན་ཉིས་སྟོང་ཉིས་རྩ་བཞི་ལ་བོད་ཀྱི་ཐོག་ལ་ཁྲིམས་འཇགས་ཅིག་བཞག་ཡོད་རེད་འདིའི་ནང་ལས་བོད་དེ་ལོ་རྒྱུས་ཐོག་ལས་ཡ་རང་བཙན་ཡིན་པ་ཅི་འདི་ནང་ནས་ཁ་གྲགས་ཡོང་དགོས་རེད་དེ་ག་ནང་བཞིན་རྒྱལ་སྤྱིས་ཀྱི་ཁྲིམས་ཀྱི་འོག་ནས་བོད་ཀྱི་དཀའ་རྙོག་དེ་ད་ལྟའི་སེལ་མེད་པ་དང་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་སེལ་དགོས་ཡ་ཆེ། དེའི་ཕྱོགས་གཅིག་ནས་བསམ་བློ་བཏང་ན། ཁྲིམས་དེ་གནད་འགག་ཆེན་པོ་ཞེ་དྲག་རེད། ང་ཚོའི་ལུས་རྒྱུད་ཐོག་ལ་ཡང་དེ་འདྲའི་ཆེ་རྒྱལ་ཁབ་ཅིག་གི་ཁྲིམས་ནང་ལ་བཀོད་ཐུབ་པ་དེ་དེ་སྔ་ནང་བཞིན་ཁ་ན་དྲ་གི་དེ་གི་སྐབས་དང་བསྟུན་བྱས། ཉིས་སྟོང་ཉིས་རྩ་བཞི་གི་ད་ལྟ། ཕྱི་ཟླ་དྲུག་པའི་གི་ཚེས་བཅུ་གཉིས་ཉིན་མོ་དེ་གྲོས་ཚོགས་ཀྱི་མངོན་ལྕོག་ནས་སྤྱི་མོས་ཀྱི་གྲོས་ཆོད་ཅིག་བཞག་ཡོད་རེད་དོན་ཚན་ལྔ་དེ་ནང་ནས་གཅིག་དེ་བོད་པ་ཚོ་ལ་ཡ་རང་ཐག་རང་ཆོད་ཀྱི་ཐོབ་ཐང་ཡོད་པ་དེ་རྒྱབ་སྐྱོར་བྱེད་པ་དེ་འདི་རྩ་ཆེན་པོ་ཞེ་དྲག་རེད་སྐུ་ངོ་དཔལ་ལྡན་སྲིད་སྐྱོང་མཆོག་གི་དུས་རྟག་ཏུ་དེ་ཕལ་བའི་སྐར་ལ་བཀའ་སློབ་གནང་ཡང་དང་བོད་མི་སྒྲིག་འཛུགས་ཀྱི་ཀྱ་བ་རིམ་ཆེན་གྱི་དགོངས་བཞེད་དང་དག་ལ་གཏན་ལ་ཕབ་པའི་སྲིད་བྱུས་འོག་ལ་ཐབས་བྱུས་ཀྱི་ཐོག་ནས་བོད་དེ་ལོ་རྒྱུས་ཐོག་ལ་རང་བཙན་ཡིན་པ་དེ་ཁྲིམས་འཆར་འདི་བཞག་རྗེས་ད་རྒྱལ་ཁབ་གཞན་དག་ལས་འབད་བརྩོན་བྱེད་ཀྱི་ཡོད་པ་ན་ཞེས་ང་ཚོས་དཀའ་ལས་བརྒྱབ་ནས་འགྲོ་འདོད་པ་རེད་བོད་ཀྱི་ལོ་རྒྱུས་ཐོག་ལ་ཡང་རྒྱ་རིགས་མཁས་དབང་བཅས་ཀྱི་དེབ་བཏོན་བཞག་པ་དང་ཕྱི་རྒྱལ་གྱི་མཁས་དབང་བཅས་ཀྱི་བཏོན་བཞག་པ་དེབ་གཉིས་ཞིག་བཞག་རྗེས་ང་ཚོས་ལས་འགུལ་བརྩམས་ཀྱི་ཡོད་རེད་ད་ལྟའི་ས་གནས་མང་པོ་བཅས་ནས་མཉམ་ཞུགས་གནང་རྗེས་ལས་འགུལ་བརྩམས་དགོས་རེད་དེ། སྤང་ལྗན་སྲིད་སྐྱོང་མཆོག་གིས་གསུངས་པ་ནང་བཞིན་རེད་ང་ཚོས་རང་བཙན་རྩོད་ཀྱི་ཡོད་ན་རེད་དབུ་མ་རྩོད་ཀྱི་ཡོད་ན་རེད། ལོ་རྒྱུས་ཐོག་ནས་རང་བཙན་རྩོད་དགོས་པ་གལ་ཆེན་པོ་ཡོད་འདོད་བཀའ་ཤག་གིས་བྱེད་ཀྱི་ཡོད་པ་དེ་ལ་ཡང་ཕྱར་གྲུ་མཉམ་འདེགས་ཀྱི་ནུས་པ་མཉམ་སྤུངས་བཏོན་རྗེས་རྒྱལ་སྤྱིའི་བདེ་འཇགས་ཁག་ལ། བྱེད་ཐུབ་པ་དང་རྒྱལ་ཁབ་གཞན་དག་ཅིག་གིས་དེ་འདྲ་བྱ་ཐུབ་པ་ན་སྐུ་ངོ་སྲིད་སྐྱོང་མཆོག་ནས་རྐྱང་ཕྱག་ཕུལ་གི་ཡིན་ཞུས་པ་ནས་བཞིན་ང་ཚོའི་ད་ལྟའི་སེམས་ཤུགས་གཙང་བཅད་ལས་འགུལ་རྩ་མེད་ལ་ཚང་མས་ཀྱི་དེའི་སྒང་ལ་ཐུགས་བསམ་བཞེས་བྱས་ད་ལན་གྱི་དངོས་གནས་ཅིག་གི་མཆོད་འབུལ་སྨོན་ལམ་རེ་དུང་སེམས་མཉམ་སྐྱེ་བྱས་ཏེ་འདས་པོ་ཁོང་གི